མདོ་སྨད་སྨར་ཁམས་རྒྱ་སྐག་རྫོང་མར་མ། དེ་ཡང་རྒྱ་སྐག་རྫོང་མར་མ་ནི་ཆུ་བོ་ཆེན་པོ་འབྲི་ཆུ་དང་མདའ་ཆུ་གཉིས་ཀྱི་བར་ན་གནས་པའི་བོད་ལྗོངས་ཆབ་མདོ་སྨར་ཁམས་སྒང་གི་ཤར་ངོས་རྒྱ་སྐག་ཅེས་པའི་གནས་དེར་འགྲོ་མགོན་ཆོས་རྒྱལ་འཕགས་པས་རབ་བྱུང་ལྔ་པའི་ཤིང་ཕག་སྤྱི་ལོ་ཆིག་སྟོང་ཉིས་བརྒྱ་དུས་བཅུ་དོན་ལྔ་ལོར་ཕྱག་བཏབ་གནང། གང་ཉིད་རྒྱ་སྐག་གྲོང་གི་ཉེ་འདབས་རྒྱལ་མོ་གྲུ་གུ་ཅེས་པར་ཆིབས་རྟ་ལས་བབས་ནས་སྐུ་བརྙན་སོགས་ཤོར། ཡུལ་དེར་གནམ་ས་ཆུ་གསུམ་གྲུ་གསུམ་འཁྱིལ་བའི་ས་དེར་ལྷ་ཁང་དམར་པོ་ཐོག་བརྩེགས་གསུམ་ཅན་ཞིག་ངེས་པར་དུ་བཞེངས་དགོས་གསུངས་ནས། ཕྱག་རྟེན་མདོ་བསྡུ་ཞིག་ལ་བཙུགས་ནས་མདོ་དེར་ཕྱག་རྟེན་གྱི་རྗེས་དེང་སང་བར་མཇལ་རྒྱུ་ཡོད། རྟེན་གཙོར་གནམ་ལྕགས་ཕུར་པ་དང་དུང་དཀར་དངུལ་ཆུས་བྲིས་པའི་བུམ་སྤོས་བཅུ་གཉིས་དངུལ་བྲིས་མ་དང་ཕྱག་རྟེན་གྱི་རྗེས་སོགས་མང་དུ་མཆིས། རྫོང་དེ་ནི་ས་སྐྱའི་སྲིད་དབང་སྐབས་སྨར་ཁམས་ཁུལ་གྱི་ཆབ་སྲིད་ཀྱི་བཀོད་འདོམས་གནང་སའི་ལྟེ་བ་དེ་ཡིན། ཕྱིས་དགའ་ལྡན་ཕོ་བྲང་སྲིད་དབང་སྐབས་རིམ་པས་རྫོང་གཞིས་གནས་སྤོས་གནང་ནས་ད་ཡོད་རྫོང་དེ་ཉིད་སྡེ་ཁག་ཆིག་གསུམ་གྱི་མགོ་འཛིན་ནང་སོ་མཛོད་པ་དང་རྒྱ་གར་དཔོན་སློབ་གཉིས། གནས་དེར་བཞུགས་ནས་ཡུལ་བོད་གཉིས་ཀྱི་ཆོས་སྲིད་ཟུང་གི་ལས་རིམ་ཡོངས་རྫོགས་དེ་ནས་གནང་སྲོལ་ཡོད་པ་རེད། རྫོང་དེར་ཐོག་རྩེག་གསུམ་ཡོད་པའི་བར་ཐོག་ཏུ་འདུ་ཁང་དང། ཐོག་རྩེག་གོང་མ་ལ་གུར་ཞལ་ལྕམ་གསུམ་གྱིས་གཙོས་པའི་སྲུང་མ་ཁག་གི་མགོན་ཁང་དང་གཟིམ་ཆུང་བཅས་ཡོད། རིམ་བཞིན་ཆོས་སྲིད་ཀྱི་མཛད་འཕྲིན་ཇེ་རྒྱས་སུ་ཕྱིན་པས་རྫོང་ཆེན་དེའི་མཐའ་ནས་ཐོག་རྩེག་གཉིས་ཅན་གྱི་རྫོང་ཞིག་གསར་བཞེངས་མཛད་ནས་མཚན་ལ་རྫོང་མཁར་མང་གསོལ། དེའི་ནང་རྒྱ་གར་ནང་སོ་བཟོས་པའི་ལས་ཁུངས་དང་མི་མང་ཁྲིམས་ཁང་སོགས་ཀྱང་ཡོད། གནས་དེར་དུས་མཆོད་གཙོ་བོ་ནི་བོད་ཟླ་བཅུ་གཉིས་པའི་ཚེས་བཅུ་དྲུག་ནས་ཉིན་ལྔའི་རིང། དཔལ་ལྡན་ལྕགས་མགོ་དགོན་པའི་བླ་གྲྭ་ཡོངས་ཚོགས་ཕེབས་མཛད་ནས་འཁོན་ལུགས་མདོར་བྱེད་ཕུར་པའི་གཏོར་བཟློག་གི་སྒྲུབ་པ་ལོ་ལྟར་འཚོགས་བཞིན་ཡོད། རིག་གནས་གསར་བརྗེའི་སྐབས་ཕྱི་ནང་གི་རྟེན་དང་བརྟེན་པ་བཅས་ཉམས་ཆག་ཚབས་ཆེན་ཤོར། དུས་ཕྱིས་སྤྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་ལྔ་ལོར་མི་དམངས་འདུ་ཁང་གི་ངོ་བོའི་ཐོག་ནས་ཉམས་གསོ་ཞུས།